ཡང་ངས་ཡུལ་ཁྲོ་བཅས་ནས་གཟིགས་སའི་མི་མང་ཀུན་དང་སྤུན་སྤུན་ཟླ་ཀུན་ལ་ཚང་མ་ལ་འཇུ་ལེ་བཀྲ་ཤིས་བདེ་ལེགས་གསན་ཞུ་བྱས་ཟིན། ད་དེ་རིང་ཡ་རབས་སྤྱོད་བཟང་སྐོར་ལ་ཅིག་ཞུ་ཡིན་བསམ། བཤད་རིན་བསམ། དགོང་དུ་ཡང་དེ་ཚོགས་ཅིག་རྩེ་ཕིགས་སྐར་མ་གཉིས་གསུམ་ཅིག་བཤད་བསྡད་ཡོད་ད་དེ་རིང་ངེས་པར་དུ་ཅིག་བཤད་བྱ་སའི་སྡོད་པ་ཞིག་བྱུང་ཅི་ཕེ་ཟེར་ན་ང་ཏང་མིའི་དཔེ་ར་བཏང་ཚུལ་སྐོར་དེ་མ་ནས་ཁྱད་ཞུགས་བྱ་འདུག་གསན་ཞུ་བྱས་ཟིན་ཅི་ཕེ་ཟེར་ན། ང་དང་ཅིག་མི་ཞིག་ཡིན་ཕྱིན་ཅི་ནས་ནང་པ་ཡིན་ཡང་ན་ཕྱིས་པ་ཡིན་ང་དང་ཅི་སྲིད་ནམ་ད་ནང་པ་ཧིན་རྡུ་སུ་ཞིག་ཡིན་ན་ཡང་ང་དང་ཡ་རབས་སྤྱོད་གཙང་ཟེར་མཁན་པོ་ཚེ་ཚང་བཙོག་གི་འཛུགས་ཡ་རེད་མིའི་དཔེ་ར་བཏང་སོ་ཕྱིའི་ནང་མི་ཆ་དཔེ་ར་བཏང་སོ་ཚེ་ཚང་དང་ལས་ཡི་རྒྱུ་འབྲས་སྤངས་སོ་སྒོར་དེ་དཔེ་ར་བཏང་དགོས་ཤེས་སོ་ཕོ་མ་ནི་གལ་ཆེན་མོ་ཞིག་ཡིན་ཚུལ་གསན་ཞུ་བྱས་ཟིན་ཡ་ལེ། ཅི་རེད་ཟེར་ན། ང་ཏང་ནང་ཡོད་ཡང་ཉན་པོ་དཔེ་ར་ཏང་སུ་ཅང་མེད་རྒུ་ཞབས་ཅང་མེད་མཁན། ཡང་མི་གཞན་མ་ཉན་པའི་དཔེ་ར་ལྟ་མོ་ཧ་ལས་ཡིན་ཧུ་ལས་ཟིན་དཔེ་ར་བདེ་མོ་ཏང་གི་མི་ཡ་རབས་སྤྱོད་བཟང་ཡོད་ཚོགས་ཚོགས་ཆུ་དེ་དཔེ་ནས་ཅོ་སྤ་སྟོན་མཁན་པོ་ང་ཏང་མི་མ་ལས་རྒྱུ་འབྲས་མེད་མཁན་མི་ཡིན་ཚོགས། མ་ཤེས་དོན་གོ་མི་ཚིག་ཉན་ཚང་ཚེ་མ་ཡིན་ན་མི་དབང་པོ་ཚོགས་མི་གཟུགས་པོ་ཚོགས་ཤིག་ཡོད་ན་ཡང་གྲོས་འགྲོ་དང་ཙོག་སོང་ཟེར་ཚོགས། ཅི་ཕེ་ཟེར་ན་ཡ་རབས་སྤྱོད་བཟང་ཟེར་མཁན་པོ་ན་འདུག་ན་ཡང་ཡ་རབས་སྤྱོད་བཟང་བྱོས་བྱས་ཕྱི་ལོག་འདུག་ཟེར་ན་ཡ་རབས་སྤྱོད་བཟང་གི་དཔེ་ར་བཏང་བྱས་ན་ཡི་ཕ་མ་དང་ཨ་ཕ་ཨ་མ་མཉམ་དུ་དཔེ་ར་བཏང་མ་ཧ་ལས་ཧུ་ལས་ཟེར་ནས་འདུག་དགུ་འགྲུལ་དཀར་འཇིགས་མི་ཞིག་ཡིན་ན་ཨོ་དེའུ་མིའུ་ཕྱི་ནང་གཉིས་ཆ་ལ་ཁྱད་མེད་ནས་ཡ་རབས་སྤྱོད་བཟང་བྱོས་མཁན་པོ་ཨོ་དེ་མིའུ་བདེན་པ་ཁོ་རང་ལས་རྒྱུ་འབྲས་པང་དུ་བོར་མཁན་མི་ཞིག་ཡིན་ཚོད། ནའི་སྡུག་བསྔལ་གཉེན་པོ་པེ་ར་དང་སུལ་མེད་ཀན་ཨི་ཟད་མེད་ཀན་ཕི་ལོ་ཨ་ནི་ཅིག་རིག་མི་ཤེས་གཉེན་པོ་པེ་ར་དང་ཨ་ནི་ཨི་ཟད་སོགས་པེ་ར་དང་ཀན་པོ་དེ་ནི་ལས་རྒྱུ་འབྲས་མེད་ཀན། འདི་མི་དབུ་མ་ནི་དཀོན་མཆོག་དང་འགལ་བ་ལས་རྒྱུ་འབྲས་མེད་ཀན་དཀོན་མཆོག་དང་འགལ་བས་དཀོན་མཆོག་གི་བཀའ་དང་འགལ་བས་དེ་ནི་དངོས་གནས་ཁོ་རང་ང་དང་ཅི་ཟེར་འགྲོ་འགྲོ་དང་ཙོག་གིན་ཙོག་དེ་སོགས་ལས་རྒྱུ་འབྲས་མེད་ཀན་མི་གསུང་ཟིན་ཙོག། ཧོ་དེ་ཚོ་ཅི་གི་ན་མྱང་པོ་ང་དང་ཡ་རབས་སྤྱོད་བཟང་ཟེར་གནས་པོ་ཕྱི་ནང་གཉིས་ཆ་ལ་ཁྱད་མེད་གང་ཅི་གི་ཡ་རབས་སྤྱོད་བཟང་ཅོ་སྟེ་འགྲུལ་དགུ་བྱས་པོ་མ་ནི་གལ་ཆེན་པོ་ཅི་གི་ན་ཐང་རག་ཟིན་ཞུ་བྱས། ཨོ་དུག་ཞུ་བྱས་ཟིན་དེ་ཚོ་གི་ན་མྱང་པོ་ཆ་ཚང་གི་དེ་ནི་ང་དང་ཐུ་བ་འབོར་དགུ་བྱས་པོ་མ་ནི་གལ་ཆེན་པོ་འཛིག་རན་ཞུ་བྱས་ཟིན། ང་དང་མི་ཟེར་གནས་པོ་ང་དང་ཡི་མི་ཟེར་གནས་པོ་ང་དང་མ་ཞེས་དོན་གོ་མི་ཚན་གྱི་ཚང་གང་ཅི་ཡིན་ཚོ། ང་ལྟ་ངའི་ནང་པའི་ཆོས་ནང་ལས་ཡི་རྒྱུ་འབྲས་ཟེར་མཁན་ཞིག་བཤད་འདོད་དཀའ་ལས་ཡི་རྒྱུ་འབྲས་ཟེར་མཁན་པོ་ཁ་ཟུག་ཆུ་ཆུ་ཆུ་གོ་ཤེས་པོ་ཟེར་མཁན་མང་པོ་ཞིག་ཞུས་དང་ནང་ནས་སྐར་མ་མང་པོ་ཞིག་ཞུས་དང་ནང་ནས་སུའང་ཉན་ཀ་ནང་མེད་ཀ། ཡིན་ན་ཡང་ང་དང་ཡ་རབས་ཟེར་མཁན་པོ་རང་གི་ཕ་མ་སྤུན་ཆ་སུ་ཞིག་ཉམས་དུ་སྤེལ་ར་དང་ཉམས་པོ་ཡ་རབས་ཀྱི་སྤྱོད་བཟང་ཉམས་པོ་སྤེལ་ར་དང་བྱས། ཡ་རབས་ཀྱི་མ་ནས་དྲང་པོ་ཆོས་དེ་སྤེལ་ར་དང་བྱས་ཕ་མ་གུས་ཞབས་ཆོས་བྱས་ཨ་ཕ་ལས་ཞུགས་ལས་འདོན་ལས་ཟེར་ཨ་མ་ལས་ཞུགས་ལས་འདོན་ལས་ཟེར། ཕི་ལོག་ཞིག་ཡིན་ན་ཡང་དེ་ནས་མི་ཡ་ཨི་ཟ་ཆོས་བྱས། ཨོ་བཞུགས་ལས་དོན་ལས་གཙོ་ཁྱད་མེད་ཀ་ནས་བལྟས་ན་ང་དང་ཡ་རབས་སྤྱོད་བཟང་གི་དཔལ་ར་ཏང་ཟུར་བུ་ཁྱད་མེད་ཀ་འཇོག་གུ་ཤ་ཟུར་མ་ནི་གལ་ཆེན་པོ་འདུག་བཙན་ཤུགས་ཤ་ཆེན་སྤྱི་པའི་ཟེར་ན་ང་སྐུ་རིམ་བུ་རམ་ལ་ནི་འགྲུར་ཀ་མི་ཞིག་ཡིན་ཡ་ལེ་དེ་མི་ཡིན་ན་སྙམ་པོ་ཁ་ཅིག་གི་མ་ནི་ང་དང་མདའ་མི་ཕྱི་ལོག་མི་ཞིག་ཡོང་ཡ་སྙམ་པོ་མ་ནི་གུ་ཤ་བཅོས་ཚུལ་བཞུགས་ལས་འདོན་ལས་ཅིག་ཟེར་ཆ་ཡང་མེད་ཕ་མི་ཤ་ནམ་ཡ་སྙམ་པོ་ཕ་མ་མཉམ་དུ་དཔལ་ར་ཏང་ཟུར་མེད་ཀ་ནི་ཕ་མ་གུ་ཤ་མེད་ཀ་ནི་ཕ་མ་ཨི་ཟད་མེད་ཀ་ནི་གཉེན་འཁྲུང་བ་ཨི་ཟད་མེད་ཀ་ནི་དཔལ་ར་ཁོ་རང་གཅིག་གཅིག་ཡིན་པ་ནི་འེ་ཡིན་མི་དེ་ཚོ་གི་མ་ནི། ཨི་ཟད་མེད་ཀ་ནས་སྤེལ་ར་དང་དང་སྤ་རང་ཡང་རང་འཁྲུག་ཚང་མ་སྤྱོད་པ་ངན་སྤེལ་གི་ཡ་རབས་སྤྱོད་བཟང་མེད་ཀན་ལྟ་བ་ལོག་སྤེལ་དེ་ནས་ལམ་དོན་ལངས་ཅག་དེ་ཚོ་གི་ནང་ནས་ཡ་རབས་སྤྱོད་བཟང་ཟེར་ཀན་པ་མ་ནི་གལ་ཆེན་མོ་ཞིག་ཡིན་ཚུགས་དེ་ཚོ་གི་ནང་ནས་པོ་ཕྱི་ནང་གཉིས་ཆ་ཁད་མེད་ཀན་ཅིག་སྤྱོད་གོ་ཆོད་ན་འོ་དེ་མི་འོ་དེ་ནས་ནང་པ་སངས་རྒྱས་སྤེལ་གང་ཟག་ཟེར་ན་ལས་ཡི་རྒྱུ་འབྲས་སྤང་འདོད་ཟེར་སྤང་འདོད་བོར་ཀན་ནི་མི་ཞིག་ཡིན་ཚུགས་ཟེར་ནས་ཞུ་བྱ་ཟིན། དེ་གཟུགས་ཅི་གའི་ན་སྙམ་པ་དེ་རིང་ངས་ཅི་བས་ཞུ་ཞུ་ཟེར་ཟེར་ན་ངའི་ནང་ནང་རུ་ཡོད་ནང་ཡང་ཁ་ཅིག་ཁ་ཅིག་ང་དང་ནང་ནང་ཡོད་དགག་བསྡུས་ཀྱི་དཔེ་ར་བཏང་སོག་པོ་མ་ནི་སོགས་པོ་འདུག་མ་ནི་ནང་པ་སངས་རྒྱས་པ་ཡིན་ཟེར་ནས་མིན་འཁུར་ག་ནི་ན་ཡང་མ་ནི་ནང་ནང་ལོ་བསྙེན་ཐུང་བསྙེན་ཐུང་གི་དཔེ་ར་བཏང་སོག་མེད་ག་ནི་ཕི་ལོ་ཨ་དཔེ་ར་བདེ་མོ་དང་ག་ནི་ཨི་ཟད་སོགས་ཆོས་གང་ཚོགས་འདི་མ་ནི་ལས་རྒྱུ་འབྲས་མེད་ག་ནི་ནང་པ་སངས་རྒྱས་པ་ཡིན་ཟེར་ན་ཕ་བོར་མ་ནི་ཕྱིས་པ་ཧིན་དུ་སུ་ཞིག་གིས་ཧིན་མུ་སུམ་སུ་ཞིག་གིས་ན་ཡང་ང་དང་དཔེ་ར་བཏང་སོག་ཟེར་མཁན་པོ། ཆ་ཚང་ང་དང་གཙོ་དགོས་འཛུགས་ཡ་རབས་སྤྱོད་བཟང་ཟེར་མཁན་པོ་གཙོ་དགོས་འཛུགས་དེ་ཚོ་གི་ནང་ཉན་པོ་ཆ་ཚང་གི་ཐུགས་ཀ་འབོར་དགུ་ཤར་བུ་མ་ནི་ག་ལ་ཆེར་མོས་འཛུགས་ང་དང་མི་ཞིག་ཡིན་ན་དངོས་གནས་ཁོ་རང་དཔེ་ར་བཏང་ཚུལ་པོ་ཁྱད་མེད་ནས་ཚང་མ་གཅིག་སྒྲིལ་བྱོས་ཏེ་དཔེ་ར་བཏང་དགོས་ཞེས་འོ་གཡེལ་བ་མེད་པ་ན་ཕ་མ་ཚང་མ་གུས་ཞབས་དང་ཡིད་ཚ་བཅོས་ཡ་ཉན་པོ་ཕྱི་ཡི་དང་ང་དང་ནང་གཉིས་ཆ་ཁྱད་མེད་ག་ནི་དཔེ་ར་བྱོས་མཁན་པོ་དེ་ནང་ང་དང་ནང་པ་སངས་རྒྱས་པ་གང་ཟག་བདེན་པ་ཡིན་ཚུལ་རེ་ཞུ་བྱ་ཟིན་ཚང་མ་འཇུ་ལེ་བཀྲ་ཤིས་བདེ་ལེགས་དེ་མང་པོས་ཞུས་འདུག་བྱས་མི་འདུག་ཡང་མང་པོས་ཞུས་དང་ན་ནི་ཡང་མི་འགྲིག་དེབ་མང་པོའི་བླང་བྱ་ལ་ཚང་མས་ཉན་ཀ་མ་ཀ་དེ་ཚོ་ཡོད་ན་སྙན་པོ་མདོར་བསྡུས་ཤིག་འདི་ཚོའི་ཞུ་རྟེན་མ་འོངས་པ་དེ་ནི་ངས་རབ་དང་རིམ་པའི་སྒོ་ནས་རྒྱས་པ་དུས་ཚོད་ཀྱི་བཤད་བྱ་ཟད་པའི་ཟུར་བརྗོད་ཚང་མ་འཇུ་ལེ་བཀྲ་ཤིས་བདེ་ལེགས།